ཚོས་ལས་དོན་རྒྱ་ཆེ་ཡང་དག་ཞིག་ཞུས། མཐའ་སྐོར་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་རེ་གསུམ་ལོ་སྒོ་ནི་ལོ་མགོ་ནས་ཀ་ལན་དགོང་དང་རྡོ་རྗེ་གླིང། རྡ་རམ་ས་ལ Raj Pur། བཅས་ལ་མཉམ་ལས་བཟོ་གྲྭ་འགོ་འཛུགས་ཞུས། རིམ་བཞིན་མི་ཡུལ་དུ་འཚོ་གནས་ཀྱི་དཀའ་ཉེན་ཆེ་བའི་ཆབ་སྲིད་ཀྱི་འགན་ཁུར་ཅུང་ཟད་འཕྲི་ཞོར་དུ་ཕྱིན་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས།

རྒྱུ་ལས། གྲངས་བདུན། མང་མོས་འོས་འདེམས་གནང་ནས་ཉིན་འདས་པར་གོང་གསར་ཚོགས་ལ་སྙན་སེང་དང་རང་གཞུང་བཀའ་ཤག་དང་སྤྱི་འཐུས་སྤྱི་འཐུས་ལྷན་ཁང་བཅས་ལ་སྙན་འབུལ་ཞུས། བོད་ཀྱི་བུད་མེད་རྒྱུན་ལས་སྐབས་དང་པོའི་ལས་འཁུར་ཞུས་ཏེ། མ་འོངས་བོད་ཀྱི་བུ་བུ་ཡོངས་བུད་མེད་ཡོངས་ཀྱི་གདུག་རྩབ་མཚོན་པའི

ཆེད་ཆབ་སྲིད་ཐོག་གཞིས་བཞུགས་སྤུན་ཟླ་རྣམས་ཀྱི་མངོན་འདོད་སྒྲུབ་རྒྱུ་ཆེད་བོད་གཞིས་ལུས་རྒྱ་ཆེ་མི་མང་གི་ཞུམ་པ་མེད་པའི་རྒྱལ་ཞེན་ལྷག་བསམ་སྙིང་སྟོབས་དང་ཆིག་སྒྲིལ་དུ་ནུས་པ་དུས་རྟག་ཏུ་ཡིད་བཅངས་བྱས་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱྭ་དང་ཉམས་སྐོར་བོད་བསྟན་སྲིད་མི་རིགས་ཆེད

མི་རིགས་ལ་སོགས་པའི་རྩ་མེད་གཏོང་ཆེད་སྲིད་ཇུས་རབ་དང་རིམ་པ་ལག་བསྟར་བྱེད་བཞིན་པ་ལ་བོད་ཀྱི་བུད་མེད་སློབ་ཆུང་གི་ལས་འགུལ་སྣ་ཚོགས་སྤེལ་མུས་ཡིན་པས། མ་ཟད་འདི་ལོ་མཉམ་འབྲེལ་རྒྱལ་ཚོགས་སུ་རྒྱལ་ཚོགས་ཀྱི་བུད་མེད་ལ་དབྱེ་འབྱེད་གོམ་སྟབས་ཀྱི་ཚོགས་འདུ་ཐེངས་བརྒྱད་ཅུ་བརྒྱད་བཞི་སྐབས་བོད་ཀྱི་བུད་མེད་ལྷན་ཚོགས་ནས་དུས་ཀྱི་གནད་དོན་འབྲེལ་བའི་འགན་ཚབ་ཇུས་ཆེན

བོད་དོན་ཐོག་གླེང་སློང་ཡོང་བའི་འབོད་སྐུལ་ཆེད། ཚོགས་འདུ་རུ་མཉམ་ཞུགས་གནང་མཁན་གྱི་རྒྱལ་ཁབ་ཁག་ཅིག་བྱུང་སྐབས་བརྒྱུད། སྲིད་འཛིན་ཁང་གི་ཚོགས་ཞུགས་ཀྱི་སྟེང་ཞུ་འབུལ་ལམ་དབུས་ས་གཉིས་ནས་འབུལ་ཐུབ་པ་བྱུང་ཡོད། བོད་ཀྱི་བུད་མེད་བོད་ཀྱི་བུད་མེད་ལྷན་ཚོགས་ལོ་ལྟར་བུད་མེད་མི་འབོར་འཕེལ་རྒྱས་ཀྱི་ལས་གཞི་ཐོག། ལོ་རེའི་ཁྱིམ་ཚང་ནང་ཕྲུ་གུ་ལྔ་ཡན་གྱི་ཁྱིམ་ཁྱིམ་ཚང་ལྔ་ལ་ལས་ཀའི་ཚོད་ལྟའི་ཕུལ་གྱི་ཡོད་པ་བཞིན་འདི་ལོ་ཁྱིམ་ཚང་སུམ་ཅུ་སོ་དགུ་ལ་ཕྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་འཁྲུངས་ན་ཡང་སྲོལ་ཉིན་ས་གནས་སོ་སོའི་ནང་མཛད་སྒོའི་སྐབས་སྡེ་དགེའི་གསོལ་རས་བརྒྱུད་ལམ་ཞུ་ཐུབ་པ་བྱུང་ཡོད་པ་མ་ཟད་སྔ་རྒྱུན་ལྟར་སྤྱི་ཚོགས་ལ་སྨན་པའི་དགོས་མཁོ་ཅི་རིགས་ལ་དབུས་ས་གཉིས་ནས་རྒྱ་ཆུ་གྲུབ་གྲུབ་མུས་ཡིན། བོད་ཀྱི་བུད་མེད་ལྷན་ཚོགས་ཀྱི་སྒྲིག་འཛུགས་ད་བར་མུ་མཐུད་ཚགས་ཚུད་དུ་གནས་ཡོད་པ་དེ་གཙོ་བོ་སྤྱི་ལོ་གོང་ས་སྐྱབས་མགོན་མཆོག་གི་བཀའ་དྲིན་ཉག་གཅིག་དང་ཡང་སྒོས་དབུས་ས་གཉིས་ཀྱི་རྒྱུན་ལས་གོང་མ་རྣམས་ཀྱི་ལྷག་བསམ

ནང་བཞུགས་ཞབས་སྟེགས་གྲུབ་རྒྱུའི་རེ་བ་དུས་ནས་དུས་སུ་ཞུ་ཡི་ཡོད། ལྷག་པར་དུ་གོ་སྐབས་དེའི་བརྒྱུད་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་སྒྲིག་འཛུགས་འདི་འདི་ལ་ཆེ་མཐོང་དང་ཡིད་ཆེས་ཀྱི་ཁོངས་ནས་རྒྱབ་སྐྱོར་གནང་མཁན་ཡོངས་ལ་གོ་སྐབས་དེའི་བརྒྱུད་བཀའ་དྲིན་ཤིན་ཏུ་ཆེ་ཞུ་རྒྱུ་ཡིན། མཐའ་དོན། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང།